འཛམ་གླིང་ཕྱོགས་མཐའ་གང་སར་བཞུགས་པའི་རྒྱ་ཆེའི་གཟིགས་མང་ཡོངས་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་དམིགས་བསལ་གྱི་རེས་གཟའ་ལྷག་པའི་ཉི་མ་དང་སྟབས་བསྟུན་བཅས་ལྷ་དགའ་བཟང་བསྩལ་བཅས་ཞུ་ཡ་ཡིན། ད་འདི་རིང་བརྙན་ཐུང་དེའི་བརྗོད་གཞི་གཙོ་བོ་ག་རེ་ཞུས་པ་ཡིན་ན་ལྷ་དགའ་གྱི་ནང་དོན་སྙིང་བསྡུས་ཅིག་ཏུ་ངོ་སྤྲོད་ཞུ་ཡ་ཡིན། སྤྱི་བཏང་གི་རེས་གཟའ་ལྷག་པའི་ཉི་མ་དེ་འཛམ་གླིང་ཞི་བདེའི་དེད་དཔོན་སྲ་བརྟན་རྒྱལ་བསྟན་ཡང་རྫོགས་ཀྱི་མངའ་བདག། ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་སྤྱི་ནོར་བང་སྐྱ་སྔོ་ཆེན་པོ་མཆོག་གི་སྐུའི་བླ་ས་དུས་སུ་འཁེལ་གི་ཡོད་རེད་དེ་ཡིན་པ་སོང་ཙང་ང་རང་ཚོའི་བོད་མི་ཡོད་དོ་ཅོག་གི་རེ་ས་ལྷག་པ་ནམ་ཡིན་ལ་ལྷ་ཁ་སྲུང་བརྩི་ཞུ་ཡག་གི་ཆེད་དུ་ཨ་ནེ་བསང་གསོལ་གཏོང་ཡག་དང་ཨ་ནེ་དར་ཅོག་དྲེང་འཛུགས་གནང་ཡག་ཨ་ནེ་རླུང་རྟ་འདོར་ཡག་སྒོར་གཞས་འཁྲབ་ཡག་གི་མཚོན་དཔེ་ལྟ་བྱེད་སྒོ་རྣམ་པ་མི་འདྲ་མང་པོ་གཅིག་གི་སྒོ་ནས་བསྡུར་ཚེ་ལྷག་དཀར་སྲུང་མཛོད་དུ་ཞུས་གནང་གི་ཡོད་རེད། དེ་དག་གི་དམིགས་ཡུལ་གཙོ་བོ་འགའ་རེ་ཞུས་པ་ཡིན་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཐུགས་ཀྱི་བཞེད་དགོངས་དག་དང་མཐུན་གྱིས་འགྲུབ་པའི་ཆེད་དུ་བསྡུ་གསོལ་གནང་གི་ཡོད་རེད། དེ་ཚོ་ཚང་མ་ལ་ནི་རྗེས་སུ་ཡི་རང་དང་བསྔགས་བརྗོད་དུ་ཞུ་ཡང་ཡིན། ད་ང་རང་ཚོའི་གལ་ཆེ་ཤོས་དེ་ལ། ལྷ་ཁང་ཞེས་པའི་ཡིག་འབྲུ་གཉིས་པོ་དེའི་ནང་དོན་བཤད་ཡ་དེ་གལ་ཆེན་པོ་ཞིག་ཡོད་ཀྱི་རེད་འདི་སོང་ཙང་དེའི་ནང་དོན་སྙིང་བསྡུས་ཅིག་སུད་སི་གང་ཞིམ་པ་དེ་ས་མོ་གནམ་བདག་དགོན་ནས་དུ་སི་ངོ་སྤྲོད་ཞུ་ཡ་ཡིན་དང་ལྷ་ཁར་ཞེས་པའི་ལྷག་ཞེས་པ་དེ་རེས་ས་ལྷག་པ་རང་ལ་གོ་དགོས་ཡ་དུ་སི་རེད་ཀར་ཞེས་པ་དེ་ལ་ཀར་པ་དགེ་བའི་ལས་དང་ཚོན་མདོག་དཀར་པོ་གཉིས་ཀ་དུ་སི་བྱ་ཆོག་གི་རེད་ད་ལྷ་ཁར་ཞེས་པའི་དཀར་པོ་དེ་དགེ་བའི་ལས་ཀར་པ་དགེ་བའི་ལས་དང་ཚོན་མདོག་དཀར་པོ་གཉིས་ཀ་བྱ་བས་ན་ད་དཀར་པོ་གེའུ་ལས་བཞག་ན་དགའ་འབྲས་ཚོན་མགོ་རེད་ཚོན་མདོག་དཀར་པོ་བཞག་ན་དགའ་འབྲས་ཚོན་མགོ་རེད་ཞུས་པ་ཡིན་ན། ད་ལྷ་དཀར་ཞེས་པའི་དཀར་པོ་དེ་གེའུ་ལས་བཞག་པ་ཡིན་ན་ཚོན་མདངས་དེ། རེས་གཟའ་ལྷག་པའི་ཉི་མ་དེ་ལ་སྐུའི་བླ་ས་དུས་སུ་འཁེལ་གྱི་ཡོད་རེད་པ་དེ་སོང་ཙང། དེ་ལྟར་སྟབས་བསྟུན་ཏེ་སྤྱི་ནོར་དགོན་དུ་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཐུགས་ཀྱི་བཞེད་དགོངས་ལྟར་དང་ལྷུན་གྱིས་འགྲུབ་པའི་ཆེད་དུ་རྣམ་དཀར་གེའུའི་ལས་ལ་ང་རང་ཚོས་འབད་བརྩོན་གནང་དགོས་དེ་དུས་སུ་ཚོན་མགོ་རེད་དེ་ནས་དང་གཉིས་པ། ལྷ་དཀར་ཞེས་པའི་དཀར་པོ་དེ་ཚོན་མདོག་དཀར་པོ་བཞག་པ་ཡིན་ན། ག་འདྲའི་ཚོན་མགོ་རེ་བཤུས་པ་ཡིན་ན། སྤྱི་བཏང་གི་ཆོས་ཕྱོགས་ནས་བཤད་པ་ཡིན་ན་སྔོ་སེར་དཀར་དམར་བཞི་སྟེ་བཞི་རྐྱང་དབང་དྲག་གི་ལས་བཞི་ཚོན་མགོ་རེ་ཚོན་མདོག་དཀར་པོ་དེ་ཞི་བའི་ལས་དང་སེར་པོ་དེ་རྒྱས་པའི་ལས་དམར་པོ་དེ་དབང་གི་ལས་ནག་པོ་དེ་དྲག་པོའི་ལས་ཚོན་མགོ་རེ་དག་བྱས་པ་ཡིན་ན། ཚོན་མདོག་དཀར་པོ་དེ་ཞི་བའི་ལས་ཚོན་མགོ་ཡོད་པ་དང། ལྷ་དཀར་ཞེས་པའི་དཀར་པོ་དེ་ཚོན་མདོག་དཀར་པོ་ལ་བཞག་ན་ག་འདྲའི་ཚོན་མགོ་རེ་བཤུས་པ་ཡིན་ན།

ད་ནི་བོད་ཀྱི་བདེན་མཐའ་མྱུར་དུ་གསལ་བ་ལ་འབད་བརྩོན་གནང་དགོས་ཡག་དུ་མཚོན་དགོས་རེད་མདོར་བསྡུས་ན། ལྷ་ཁ་སྲུང་བརྩི་ཞུ་དགོས་པའི་དམིགས་ཡུལ་གཙོ་བོ་ག་རེད་ཞུས་པ་ཡིན་ན་རེ་ས་ལྷག་པའི་ཉི་མ་དེ་ལ་སྐུའི་བླ་ས་དུས་སུ་འཁེལ་གི་ཡོད་པ་སོང་ཙང་དེ་ལྟར་སྟབས་བསྟུན་རྗེས་སྤྱི་ནོར་དགོན་དང་སྐྱབས་མགོན་ཆེན་པོ་བཅས་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཐུགས་ཀྱི་ཞེན་ཁོག་དག་དང་ལྷུན་གྱིས་གྲུབ་པའི་ཆེད་དུ་རྣམ་དཀར་དགེ་བའི་ལས་ལ་འབད་བརྩོན་གནང་དགོས་ཡག་དང། ཨ་ནེ་འཚེ་མེད་ཞི་བའི་ལམ་ལ་བརྟེན་པའི་བོད་ཀྱི་བདེན་མཐའ་མྱུར་དུ་གསལ་བ་ལ་འབད་བརྩོན་གནང་དགོས། དེ་ཉིད་ཀྱི་ཆེད་དུ་ང་རང་ཚོས་ལྷག་དཀར་སྲུང་བརྩི་དུ་ཞུ་དགོས་རེད། ད་ང་རང་ཚོས་གང་ཟག་སྒེར་སོ་སོས་སོས་ལྷག་དཀར་སྲུང་བརྩི་ངོ་མ་དེ་གར་བྱ་དགོས་རེད་ཞུས་པ་ཡིན་ན། རྗེ་བཙུན་མེ་ལ་རས་པས། ནོར་བཟང་སྲིན་འབུལ་བ་བདག་ལ་མེད་ཕ་ལ་མ་ཞབས་ཏོག་གྲུབ་པས་རྗེས་བཀའ་གནང་བ་དང་མཁས་གྲུབ་རིན་པོ་ཆེ་གིས་བཀའ་བཞིན་གྲུབ་པའི་ཁོ་ནའི་རྒྱུ་གྱུར་ཅིག་ཅེས་བཀའ་གནང་བ་ནང་བཞིན་ང་རང་ཚོའི་ཉིན་རེ་ཉིན་རེའི་འཚོའི་ཁྲོད་ཀྱི་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ཇོ་ཡོར་བ་ལུས་ཀྱི་རྣམ་འགྱུར་བསྟན་སྟངས་ཡིན་ན་རེད། ངག་གི་སྨྲ་བརྗོད་ཀྱི་རང་བཞིན་ཡིན་ན་རེད། ཡིད་ཀྱི་བསམ་བློའི་འཁྱེར་སོ་བསམ་པ་བསམ་པ་བྱེད་དགོས། དུས་སུའི་རིགས་ཏེ། རྒྱ་བོའི་ཐུགས་དགོངས་དང་མཐུན་པ་ཅིག་དང། རྒྱ་བ་ཐུགས་དགྱེས་པ་ཅིག་བྱུང་སོང་ན། ལྷ་ཁ་སྲུང་བརྩི་ངོ་མ་དེ་དེ་ཆ་དགོས་རེད་དེ་སོང་ཙང་དེའི་ཐོག་ལ་རྣམ་པ་ཚོ་ཚང་མས་འབད་བརྩོན་གནང་རོགས་གནང་ཞུ་ཡ་ཡིན་ནམ་རྒྱུན་གནས་སྤྱི་ནོར་སྒང་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་ང་རང་ཚོ་སེམས་པ་བཟང་པོ་བྱེད་དགོས་རེད་ཟེར་བཀའ་གནང་བ་ནང་བཞིན་སེམས་པ་བཟང་པོ་བྱེད་དགའ་ནས་བསམ་བློའི་འཁྱེར་སོ་དེ་ཡག་པོ་ཅིག་བྱུང་པ་ཡིན་ན། ད་ང་ལྷ་ཁ་སྲུང་རྩིས་ན་དེ་ཆག་གི་རེད་སྐུ་མདུན་གྱི་ཨ་ནེ་དེ་འཁྲུངས་སྐར་སྐབས་ལ་སྐྱེས་སྐར་ལག་རྟགས་ཡག་ཤོས་སེམས་པ་བཟང་པོ་བྱེད་རྒྱུ་དེ་ཡིན་ཟེར་དུས་སུ་བཀའ་གནང་ཡོད་རེད་དེ་སོང་ཙང་ང་རང་ཚོ་ཚང་མས་སོ་སོའི་རྩོད་པའི་ལྟ་ཚང་མས་ཨ་ནེ་དེའི་ཐོག་ལ་འབད་བརྩོན་གནང་རོགས་གནང་བྱེད་ཅེས་ཞུ་ཡག་ཡིན་ཨང་རྣམ་པ་ཚོ་ཚང་མ་ལ་བཀྲ་ཤིས་བདེ་ལེགས།